གྷན་ས་ཕྱི་ཟླ་གཉིས་པའི་ཚེས་བཅུ་རེས་གཟའ་ཟླ་བའི་ཉིན་མོ་ཨ་མི་རི་ཀའི་སྲིད་འཛིན་ཏྲོ་ནལ་ཏྲམ་གྱིས་གྷ་ཛའི་ནང་ལ་ཧ་མ་སི་གིས་བཙན་ཁྲིད་བྱས་པའི་ཨིས་རལ་གྱི་མི་སེར་ལྷག་འཕྲོས་དེ་དག་གི་སྐོར་ལ་ཉེན་བརྡ་ཞིག་བཏང་ཡོད་པ་རེད། གལ་སྲིད་རེས་གཟའ་སྤེན་པའི་ཉིན་གུང་གི་གོང་ལ་གྷ་ཛའི་ནང་ལ་ཧ་མ་སི་གིས་བཙན་ཁྲིད་བྱས་པའི་ཨིས་རལ་གྱི་མི་སེར་དེ་དག་ཚང་མ་གློད་གྲོལ་མ་བཏང་བ་ཡིན་ན་ཨིས་རལ་དང་ཧ་མ་སི་གི་བར་ལ་མེ་འཕེན་མཚམས་འཇོག་གི་གྲོས་མཐུན་དེ་ཕྱིར་འཐེན་བྱ་རྒྱུ་ཡིན། འོན་ཀྱང་སྲིད་འཛིན Donald Trump གིས་ཁོང་གིས་ཨི་སི་རལ་དང་ཧ་མ་སི་བར་ལ་མེ་འཕེན་མཚམས་འཇོག་དེ་ཕྱིར་འཐེན་བྱེད་རྒྱུའི་གྲོས་གཞི་བཏོན་པ་དེར་ཨི་སི་རལ་གྱི་མོས་མཐུན་བྱེད་མེད་ཀྱི་ཐད་ལ། ངས་ཨི་སི་རལ་གྱི་སྲིད་བློན Benjamin Netanyahu དང་མཉམ་དུ་གྲོས་བསྡུར་བྱ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། དེའི་སྔོན་དུ་པེ་རིས་ཏང་གི་དྲག་པོའི་སྒྲིག་འཛུགས་ཧ་མ་སི་གིས་བཙོན་པ་བརྗེ་ལེན་དེ་དག་དུས་ཚོད་ངེས་མེད་ཀྱི་རིང་ལ་འཆིང་རྐྱང་བྱེད་པའི་གསལ་བསྒྲགས་བྱས་ཡོད་ཀྱང། རེས་གཟའ་ཟླ་བའི་ཉིན་མོ་ཧ་མ་སི་གིས་གཏན་འཁེལ་དུས་ཚིགས་ཀྱི་ཉི་མ་ལྔའི་སྔོན་དུ་བཙོན་པ་བརྗེ་ལེན་འཆིང་རྐྱང་བྱེད་པའི་གསལ་བསྒྲགས་བྱས་པ་དེ་ནི་ཨི་སི་རལ་གྱི་ཕྱོགས་ནས་འགན་ལེན་དེ་དག་ལག་ལེན་དོན་འཁྱོལ་བྱེད་རྒྱུར་བར་བཞུགས་གྲོས་འདྲིས་པ་རྣམས་ཀྱིས་ཨི་སི་རལ་གྱི་ཐོག་ལ་གནོན་ཤུགས་སྤྲོད་རྒྱུར་དུས་ཚོད་མང་ཙམ་ཞིག་སྤྲོད་རྒྱུར་དམིགས་པ་ཞིག་ཡིན་ལུགས་ཀྱི་འགྲེལ་བརྗོད་བྱས་ཡོད་པ་རེད། དེའི་བར་ན་སྲིད་འཛིན་ཁྲོམ་གྱིས་འག་ཟའི་ནང་ལ་དམག་འཁྲུག་དེ་མཇུག་སྒྲིལ་བྱས་པའི་རྗེས་སུ་ཨ་མི་རི་ཀས་འག་ཟ་ལུང་གཤོངས་འདི་བཞིན་འཛུགས་སྐྲུན་བྱེད་རྒྱུའི་གྲོས་གཞི་བཏོན་པ་དེ་ལ་འག་ཟའི་གྲོང་མི་ཚོ་དང་ཨ་རབ་ཀྱི་རྒྱལ་ཁབ་ཁག་གིས་མོས་མཐུན་རྒྱབ་སྐྱོར་བྱེད་ཀྱི་མེད་པ་རེད། རེས་གཟའ་ཟླ་བའི་ཉིན་མོ་སྲིད་འཛིན Trump གྱིས Fox བརྙན་འཕྲིན་གྱི་བཅར་འདྲིའི་ནང་ལ། ཨ་མི་རི་ཁས་གྷ་ཛ་འཛུགས་སྐྲུན་བྱེད་རྒྱུའི་འཆར་གཞི་འདིའི་འོག་ལ་པེ་རིས་ཐན་གྱི་མི་མང་རྣམས་ཕྱིར་ལོག་བྱེད་རྒྱུའི་ཐོབ་ཐང་ཡོད་མ་རེད་ཅེས་གསུངས་ཡོད་པ་རེད། ཁོང་ཚོ་ཕྱིར་ལོག་བྱེད་ཀྱི་མ་རེད། ངས་ཁོང་ཚོའི་དོན་དུ་གཏན་ཆགས་སྡོད་གནས་འཛུགས་སྐྲུན་བྱེད་རྒྱུའི་འཆར་གཞི་ཡོད་རེད། ཁོང་ཚོ་ད་ལྟ་ཕྱིར་ལོག་བྱས་པ་ཡིན་ན་འཛུགས་སྐྲུན་བྱེད་རྒྱུར་ལོ་མང་འགོར་གྱི་རེད།
འོན་ཀྱང་སྲིད་འཛིན་ཏྲམ་གྱི་གཞུང་འབྲེལ་མི་སྣ་ཁག་གིས་གྷ་ཛའི་མི་མང་རྣམས་འཕྲལ་སེལ་གྱི་རིང་ལ་གནས་སྤོ་བྱ་རྒྱུ་རེད་ཅེས་གསུངས་ཡོད་པ་དེ་དག་དང་སྲིད་འཛིན་ཏྲམ་གྱི་བརྗོད་དོན་འདི་གཉིས་ཡིན་པ་ལ་རྒྱབ་འགལ་ཆགས་ཡོད་པ་རེད།
གལ་སྲིད་ཇོ་ལྡན་དང་ཨི་ཇིབ་ཡུལ་གཉིས་ཀྱིས་གྷ་ཛ་ནས་གནས་སྤོ་བྱས་པའི་པཱ་ལི་སི་རན་གྱི་མི་མང་སྐྱབས་བཅོལ་བ་དེ་དག་ལེན་རྒྱུར་མོས་མཐུན་མ་བྱས་པ་ཡིན་ན་ཨ་མི་རི་ཁས་རྒྱལ་ཁབ་འདི་གཉིས་ལ་ཕྱི་རྒྱལ་རོགས་དངུལ་དེ་དག་མཚམས་འཇོག་བྱེད་རྒྱུར་དགོངས་བཞེས་གནང་གི་ཡོད་ཅེས་གསུངས་ཡོད་པ་རེད། དེའི་བར་ན་དེ་རིང་ར་ས་མིག་མག་གི་ཉི་མ་སན་སི་ཁྲམ་གྱིས་ཇོ་ལྡན་གྱི་རྒྱལ་པོ་ཨབ་དུ་ལ་དང་མཇལ་འཕྲད་གནང་གི་ཡོད་པ་རེད། ཇོ་ལྡན་དང་ཨི་ཇིབ་ཐེ་བའི་ཨི་ཟི་རལ་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་གིས་པེ་ལེ་སན་གྱི་མི་མང་རྣམས་རང་གི་གནས་ཡུལ་ནས་གནས་སྤོ་བྱ་རྒྱུའི་འཆར་གཞི་དེ་རིགས་ཀྱིས་མངའ་ཁུལ་གྱི་བདེ་འཇགས་དཀྲུག་རྐྱེན་གྱི་གནོད་སྐྱོན་བྱེད་ཀྱི་རེད་ཅེས་གསུངས་ཡོད་པ་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་དང་དེ་བཞིན་ཨ་མི་རི་ཀའི་དམངས་གཙོའི་ཚོགས་པའི་གྲོས་ཚོགས་འཐུས་མི་འགའ་ཞིག་གིས། སྲིད་འཛིན་ཏྲམ་གྱིས་པེ་རི་སན་གྱི་མི་མང་གནས་སྤོ་བྱེད་རྒྱུའི་འཆར་གཞི་འདི་ལ་སྐྱོན་བརྗོད་གནང་གི་ཡོད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།